སི་ཁྲོན་ཞིང་ཆེན་གྱི་བཟོ་རྩལ་སློབ་དཔོན་ཆེན་མོ་དང་ཞིང་ཆེན་རིམ་པའི་ཐང་ག་ལག་ཤེས་རྒྱུན་འཛིན་པ་ལྷ་བཟོ་འབྲོག་འདྲེ་ལགས་ནི་སྐུ་ན་ཆུང་དུས་ནས་ཐང་ག་སྒྱུ་རྩལ་ལ་དགའ་པོ་དང་གསོ་རྒྱུ་རིག་གནས་ལ་བག་ཆགས་ཟབ་མོ་བཞག། དེ་མཚུངས་འཛམ་ཐང་རྫོང་དུ་ཐང་ག་སྒྱུ་སྦྱོང་སྐོར་བཙུགས་ནས་སློབ་མར་གསོ་སྦྱོང་གནང་བཞིན་ཡོད། ཞང་པ་ནོར་འབུལ་ནི་ཁོང་གི་སློབ་མ་གཙོ་བོའི་གྲས་ཤིག་ཡིན་ལ། ཡུལ་རྫུས་དང་ལྷ་རིས་གང་ཐད་ནས་གྲུབ་འབྲས་གཟེངས་སུ་ཐོན་པ་ཐོག་ཡོད། དེ་རིང་བྱོན་པའི་ཁ་བརྡ་ལེན་ཚེ་ཆེད་དུ་སི་ཁྲོན་ཞིང་ཆེན་རྔ་བ་ཁུལ་འཛམ་ཐང་རྫོང་འབྲོག་འབྲས་ཇོ་ནང་ཐང་ཁ་རྒྱུ་གཞུང་ཁང་དུ་སོང་ནས་ཁོང་དགེ་སློབ་གཉིས་དང་མཉམ་དུ་ཁ་བརྡ་བྱེད་རྒྱུ་ཡིན། འཛིན་མ་ལྷས་རྗེའི་སྐུ་ཁམས་བཟང་དུས་ལྟར་བྱམས་པའི་ཁ་བརྡ་ལེན་ཚུལ་ལ་གསན་གཟིགས་གནང་བར་དགའ་བསུ་ཆེ། ང་ཚོ་ད་ལྟ་སི་ཁྲོན་ཞིང་ཆེན་རྔ་བ་བོད་རིགས་ཆའང་རིགས་རང་གཞུང་ཁུལ་འཛམ་ཐང་རྫོང་འཛམ་ཐང་བར་དམག་གི་ཇོ་ནང་མགྲོན་ཕན་ཐང་ཁ་ཁྲི་གཞུང་ཁོངས་ན་ཡོད། ད་དེ་རིང་ང་ཚོས་ཇོ་ནང་ཐང་ཁའི་གི་ལྷ་རིས་པ་དགའི་མགྲོན་འབྲེལ་དང་ལྷ་རིས་པ་དགའི་ཞང་པ་ནོར་བུ་གཉིས་དང་མཉམ་དུ་ལ་ཐང་ཁ་དུ་ཡིད་གཟུགས་གོ་གནས་ཁ་བརྡ་བཟོ་གི་ཡིན། ཡང་ན་འབའ་ཉི་བཀྲ་ཤིས་བདེ་ལེགས།
བཀྲ་ཤིས་བདེ་ལགས། ད་ང་ཚོ་ཞང་པའི་ཁ་བརྡ་ལེན་ཚད་ལས་ས་འགྲོ་བ་དེ་དང་པོ་ས་དར་ནས་དེ་ནས་སྐྱ་ལོག་ཚོ་ཕར་བསྒྲིགས་ཚུར་བསྒྲིགས་དེ་ནས་ཉི་མ་གི་འོད་ཅི་འདྲ་རེང་གི་སྤྲོ་མོ་ལྟ་གི་རེད་བ། དེ་རིང་འདི་ན་སླེབས་དུས་ཁྱོད་ཚོ་ང་གྲ་སྒྲིག་ཏོག་ཏོག་བཟོ་བཞག་ཡོད་ད། ཀིརྟི་ཚོ་ལ་ཡང་གྲ་སྒྲིག་བཟོ་ཚར་ཚོད་རྒྱབ་ལྗོངས་ཚོ་བཟོ་ཚར་ཚོད་ད་རུང་འདི་ན་ལ་ཡི་གེ་ལ་ཞང་པའི་ཁ་བརྡ་ཟེར་གྱི་ད་རེས་ང་ཚོ་ཞང་པའི་ཁ་བརྡ་དེ་ཁྲ་ཐུང་ཁུང་ངོ་མ་དེ་ཁྲེན་ཏུའུ་ཡ་རེད་རེད་ད་རེས་དེ་འདི་ན་འཛམ་ཐུང་ལ་སླེབས་སོང་ཟེར་ཟེར་ཟེར་རེད། མ་ཚད་པའི་རྒན་རྣམ་པ་ཚོ་ཡ་ཅི་འཛིན་འོང་དུས་ཁྱོད་ཚོ་གི་བརྩམས་ཆོས་ཐང་ཁ་ཚོ་ད་དེ

ཡུལ་གཟུགས་ཡག་པོ་ཞིག་བསྐྲུན་གི་དེ་སྡེ་ནང་ས་བཀྲིས་ཡིན་ལ་རེད་ཟེར་ཨ་འདི་ཅན་པོ་ཨ་རེད་དེ་མི་རེད་ལ་རེད་ལ། ད་ཁྱོད་ཐང་ག་འདྲི་ཁེ་ཅིག་ཡོང་ཡུལ་གཟུགས་ལ་འདི་འདྲ་དོ་སྣང་བཟོ་རྒྱུ་ག་འདྲ་ཡིན་ན། ད་དང་པོ་ང་རང་ཉིད་ད་ལོ་གཅིག་ནས་ཨ་མ་གི་མདུན་ནས་ལོ་བདུན་གི་བར་དུ་ད་ནར་སོན་ནི་རེད་དེ་ནས་ད་ཡི་གེ་འབྲི་ཀློག་ཏུ་སྦྱངས་ནི་རེད། ཡི་གེ་འབྲི་ཀློག་ཏུ་སྦྱངས་ནས་ད་ལོ་བཅུ་བཞི་ནས་མྱི་ཤི་བ་དེ་ད་བོད་ཀྱི་ཚད་མ་རིག་པ་དང་ཕར་ཕྱིན་དེ་ནས་གྲུབ་དོན་ཚགས་གསུམ་གྱི་སྐོར་དེ་འདྲའི་མང་བོ་ཅིག་གཅིག་སློབ་སྦྱོང་འདྲ་གང་ལ་གང་འཚམ་ཞིག་ཞུས་ཡོད་ནི་རེད། ལགས་སོ་ལགས་དེ་སོ། ནས་དེའི་རྫ་ནས་ང་རང་ཉིད་ཀྱི་ལྷ་རིགས་ཀྱི་སྒྱུ་རྩལ་འདི་བདམས་ནས་རང་གི་དགའ་ཕྱོགས་ཀྱི་དབང་གིས་ལྷ་རིགས་ཀྱི་སྒྱུ་རྩལ་འདི་བདམས་ནས་དེའི་ཆུང་ཆུང་འདིའི་ཡི་གེ་འབྲི་ཀློག་མང་བོ་ཞིག་སྦྱངས་བྱུང་ནས་ལྟ་བུ་ཡི་གེ་འདི་ལ་ལྷག་པར་དུ་དམིགས་བསལ་གྱི་ཧ་ལས་པ་སྟོང་བཞིན་ཆེན་པོ་ཡོད་གཏི་མུག་ཟེར། ངམ་ངམ་ཤིག་ཤིག་གི་རྒྱུད་སྐྱེས་སོང་ཟེར། ད་བདེ་སྣང་ཟབ་སྤྲོས་རྒྱལ་ཁབ་རིམ་པའི་བདེ་སྣང་ཟབ་སྤྲོས་གཟབ་སྦྱོང་སྐབས་དང་པོ་བཞི་རྒྱུད་སྤེལ་གི་ཡོད་གི་དེ་ཡིན་ན་ང་ད་དགོང་མོ་མཚན་བརྒྱད་ཡོལ་སོང་ནས་དགོང་མོ་མཚན་བརྒྱད་དགེ་འདུན་འདི་ན་སོང་ནས་དེ་ནས་ཉི་མ་ཉི་ཤུ་ལྷག་ཙིག་ཡར་སློབ་སྦྱོང་བྱས་ནས་ད་ཁོང་གི་འདི་ན་ད་བདེ་སྣང་ཟབ་སྤྲོས་འདི་ལོ་གཅིག་ནས་གཉིས་བར་དུ་སྦྱོང་ཡོང་ནོ་དེ་མིན་སློབ་གྲོགས་མང་པོ་ཡོད་གི་ད་ང་ཚོ་ཆེས་མཐའ་མཇུག་འདྲ་འདིར་ཤི་ཡོང་དུས་ད་ཨང་དང་པོ་དེ་ངས་ལོན་སོང་ད་གང་ལྟར་ཀྱང་རང་གི་བདེ་སྣང་ཟབ་སྤྲོས་དེ

བསམ་བློ་འདྲ་འདུག་སྐུ་ལུང་འདྲ་ག་འདྲ་ཞུ་ཡང་ཡིན་ན། ད་ང་ལ་འདི་འདྲ་རེད་གོ་ད་ང་ཆུང་ཁྱི་ནས་དགོན་པའི་ནང་ནས་གྲྭ་བ་བྱེད་ནི་རེད་གྲྭ་བ་བྱེད་ཀྱི་སྐབས་སུ་འཛི་ཀི་ང་ཐང་མ་གྲྭ་བ་མ་བྱེད་གོང་ནས་ང་ལག་བདེ་མོ་གཅིག་ཡོད་ད་ང་ར་ཆི་ཟེར་དགོ་ན་ཐང་ཁ་རྟ་ཡིར་དིར་ཁ་རི་མོ་བྲི་ན་གཅིག་ལག་ཐོ་ནི་རི་ར་དེ་ནི་ལག་བདེ་མོ་བཟོ་དེ་ནས་གྲྭ་བ་ལས་དང་ནི་གྲྭ་བ་ལས་སུ་སྐབས་སུ་འཛི་ཀི་ངི་ཆ་ཀི་ཅོང་ནང་གི་སྐྱ་བཞི་ངོ་ཡོན་ཐང་བཟུང་བ་ཁོང་གིས་འཛི་ཀི་ང་ཁྱོ་ལག་མཁིར་པ་ཡོག་གི་ཁྱོའི་ནམ་མི་ན་རི་མོ་ཟིར་རྒྱང་གོ་གི་ཟེར་ནི་རེད། དེ་ནས་ཁོ་ཁོང་རིགས་ཀྱི་དེའི་བར་སྐབས་ན་འཁོར་ལོག་དམག་ནི་གཟུགས་ཀྱི་ལྷ་བཟོ་བཟོ་ཡོད་ཁ། ད་དུ་དུས་འདི་ནས་སོང་ནས་ངས་དེ་ག་ལྷར་སྦྱངས་ནི་རེད། དེ་ལྷར་སྦྱངས་ཅིག་ད་ཁོང་རིགས་ཀྱི་ལྷར་སྦྱངས་ཅིག་ཅིག་ད་དེའི་སྐ་བ་ཅིག་ཆ་རྐྱེན་གཅིག་ག་ཁག་ཁོ་ཅིག་ཆ་རྐྱེན་བཞག་ནི་རེད་ད་དེ་ནས་ཡང་སྦྱངས་ཅིག་གོ་སྐབས་འདི་འདྲ་སྐྲག་མོ་སྐྲག་མོ་མེད་ཀི། དེ་ནས་ཁོང་སྐབས་འདི་ནས་ད་སྒྲོལ་མའི་ཐུག་ས་ད་དེ་ནས་ཕྱག་རྒྱ་ཐུབ་པ་གི་ཐིག་རྩ་སྒྲོལ་མ་གི་ཐིག་རྩ་ད་དག་གསུམ་པོར་བརྒྱངས་ནས། དེར་བརྒྱངས་ཚར་ནས་ད་གཅིག་ཁོང་པ་མའོ་དེར་ཁོང་ཡིད་ཨ་བུ་སོང་ནས་དེ་ནས་དེའི་ད་ཕྱི་ཚོ་ནས་ན་བཟའ་དཀོན་ཀྱི་ར་ཚོད་འདིར་གྱི་ར་ད་དེ་མི་ཆ་ག་གཅིག་བརྒྱངས་མ་ཁོམས། ད་བརྒྱངས་མ་ཁོམས་གྲང་དེའི་རང་གི་རང་གི་ད་མ་ཡི་ཆ་གི་ཕྱོགས་ནས་ད་སློབ་སྦྱོང་བྱེད་ནས་ད་དེའི་དགེ་རྒན་གི་གཟི་ནས་བརྒྱངས་མ་ཁོམས་ནས་རང་གི་སློབ་སྦྱོང་ཡེ་དེ་འདི་གི་ད་ནི་ངའི་དེ་ནས་དགོན་པའི་ད་མགོན་ཁང་ཟེར་ནས་ད་ངའི་ཆ་གི་ཆོས་སྐྱོང་གི་ཡིད་ལྷག་བཞི་བདག་ཚ་གི་དེའི་ནང་གི། ད་ཡུལ་དངོས་ཁ་ཚང་ས་དེ་ངས་བྲིས་ནི་རེད། ཡུལ་དངོས་ཁ་ཚང་ས་མ་རེད་ད་ལྷ་བཟོ་མིན་ནི་ཡང་སྣ་ཁག་གཉིས་ཡོག་གི་མི་བྱ་གབ་ཆོག་གི། དེ་ནི་ངའི་རོགས་པ་ཡིན་ཙི་གི་དང་ས་ངོས་བྱ་དགོས་འདོད་ན་ཅོང་ནང་སྤྲུལ་སྐུ་འཇང་བློ་གྲོས་མཆོག་དེ་ཁོང་ངེད་གཉིས་ཀྱིས་དུས་རྐྱང་ལྷ་དེ་ལོ་གཉིས་ཕྲག་ཅིག་བྲིས་མྱོང། དེ་མ་ཡིན་པའི
ཅོང་ནང་སྐྱབས་མགོན་ཡོན་ཏན་བཟང་བོ་ཁོང་གི་ཅོང་ནང་གི་ཏཱ་ར་ནཱ་ཐ་གི་གསུང་འབུམ་ཅོང་ནང་ཀུན་མཁྱེན་རིན་པོ་ཆེའི་གསུང་འབུམ་གི་ཕྱོགས་ལ་བཞི་བརྒྱ་ལྷག་བཅུ་ངེས་པའི་སྐྱབས་རེ་ལེན་ཡང་དེ་མ་ཡིན་པའི། ཇོ་ནང་གི་ཇོ་ནང་གི་སྐྱབས་འགྲོའི་ཚོགས་ཞིང། སྒྲོལ་མའི་དཀྱིལ་འཁོར། ད་ལྟར་དུ་དེ་ལ་གཏེར་བརྟེན་པ་གི་ཕྱོགས་ཀྱི་ཡང་དེ་ནས་ད་ཅིག་འདི་འང་ད་དེ་ལ་སོགས་པ་གི་གང་མང་ཟུར་གྲུབ་མྱོང་ད་དེ་ཟ་ནས་རང་གི་རང་སྐྱོང་བྱས་ནས་ད་དགེ་རྒན་མི་ནི་གི་ད་འདིའི་འདི་ཕྱོགས་ས་གི་དགེ་རྒན་སྐད་གྲགས་ཅན་དི་ཕྱོགས་ས་གི་སོང་ནས་ད་རྒྱུས་ལོན་ལས་ཀྱི་དང་ད་ལག་གསར་ཀིར་ཀོ་ཚོན་ཀིར་ཀོ་དི་ཆ་གན་ངན་རྒྱང་མྱོང་བ་ནི་མ་ར་ད་ལྟའི་སྐོར་གྱི་གཅིག་གི་ཆུ་ཟེར་སློབ་སྦྱོང་བྱེད། སློབ་སྦྱོང་བྱེད་ནི་གང་ང་ཡིན་ན་འགྲོ་དེ་དེ་འདྲ་བྱེད་ནི་རེད། དེ་ནས་དེའི་སྐབས་སུ་ག་ད་ང་ཡང་ཕྱི་སོག་གི་རྒྱ་ནག་ཕྱོགས་ས་ཡིན་ན་ཡང་རི་མོ་མི་ལྔ་བཅུ་འཇོག་ནས་མྱོང་ཡིན། དེ་ནས་འདི་ད་འཛམ་ཐང་བཟང་དེ་རིག་གནས་ཁུལ་ཁུལ་སང་གི་ད་ཁྱོད་ནམ་མི་ན་ཁྱོད་ཕྱི་སོག་ཕྱོགས་དེ་གྱི་ལྷ་བཟོ་ངོ་ཆ་གི་ཕ་ཡུལ་ལྷ་བཟོ་དཀོན་མོ་རེད། ཁྱོད་ཡིན་ནམ་མིན་ན་ཁོ་ད་ཁྱོད་ཅིག་གཟུགས་མེད་རིག་གནས་ཁུལ་བཞག་གི་ཁྱོད

ལྷ་བཀྲུ་བས་འབྱོར་མྱོང། དེ་ལྟར་ནི་བཟའ་ནི་བཟའ་ནི་ད་ལོ་ཆ་ཚང་ཁོས་ཀྱི་ད་ཡིན་ན་མིན་ན་འདི་ནས་ཁྱོད་ཅིག་རནས་ཁྲི་འབྲི་འདྲ་ལས་ཁྱོད་དེ་དཔའ་ཟེ་ཡ་ར། ལྷ་བཟོ་དེ་ན་མིན་ན་གསོ་སྐྱོང་ཡེད་དགོ་གི་ཁྱོད་དུས་ཁྱོད་རང་གི་ལག་ཤེས་དེ་ན་བདེ་བ་མི་ཚེ་ར་ཡིན་ན་ཕན་ཐོག་དགོ་གི་དེ་ཁྱོད་ཡིན་ན་མིན་ན་དགོ་གི་ཟེ་ད་ལྟ་འདི་བཟང་རིམ་པ་གི་འཛི་ཀི་ང་དེ་ཡ་ར་ཡར་གཞི་མང་བོ་ཟི་བཀྱག་མྱོང། དེར་བཟའ་ནི་འཛི་ཀི་ད་འདི་ནས་བཀྲུར་གི་འཇང་བློ་གྲོས་ཁུང་གི་ཡ་ད་ན་སློབ་གྲ་ཟི་བཙུག་ནི་རེད་ཐོག་དང་བོ

བཅོ་ལྔ་ཉི་ཤུ་སུམ་ཅུ་ཟག་ཞིག་གི་ནང་སྙིང་གོ་དྲུག་ཅུའི་ནང་དུ་འདུས་ཐུབ། ད་དེ་ནས་སློབ་སྦྱོང་འདྲ་བྱས་དེ་དེ་འདྲ་བྱས་འདི་གི་ད་དེ་དེ་ནས་ང་དེ་ནས་རབ་ཅིག་འདུས་ལེ་རེ་ད་ཁོང་ས་དགེ་རྒན་འདྲ་འདྲ་བྱས། དེ་དེ་ནས་གཞིགས་ནས་ཡང་ང་ང་རང་གི་ཡང་ཅིག་ཁོང་པོ་ཟི་མའོ་ནས་སྐབས་གི་ཡང་ཤུ་སོ་ཟི་ག་ནས་འགྲོ་དགོས་ནས་སྐབས་གི་དེ་ནས་དགེ་རྒན་ཀྲི་ཀན་ལྗང་བློ་གྲོས་ཁོང་ཡང་ས་ཡང་དགེ་རྒན་མེད་འདི་གི་ད་དགེ་རྒན་མ་ཡིས་དུ་རྩ་ནི་རེད་དེ་ནས་ད་དེ་ནས་ང་དེ་ནས་འདུག་མ་ཁོ་མོས་དེ་ནས་རང་གི་ད་འདི་ནས་ཡང། སློབ་གྲྭ་གཅིག། སློབ་གྲྭ་ཆུང་ཆུང་གཅིག་བརྩིགས་གཅིག་གི་ཏིང་ངེ་འཆགས་བྱེད་དུ་བཞག་པ་རེད་ལ། ད་ལྟ་གི་དམངས་བབ་ཡིན་ན་དེ་ལ་མ་ཡོང་ཐང་ཙང་ཁོང་གི་ད་སེ་མ་ཡིན་ན་ང་རང་གི་ལྷ་བཟོ་གཅིག་ལུས་ན་བསམ་གྱི་སེམས་པ་འདྲ་གྱུར་ད་ཡིན་ན་ང་རང་གིས་ན་དེ་གི་རྒྱུན་འཛིན་དུ་ད་དར་སྤེལ་གཅིག་བཏང་གྱི་བསམ་གྱི་ངའི་དེའི་བསམ་པ་འདྲ་ཙོ་སྐྱེས་བྱུང། ད་ལོ་མཐོ་གི་ད། ཤ་གི་གི་གི་གི་ཚང་དྲན་ཚེ་གཉིད་གི་གི་གི་གི་གི་ཡིད་དྲན་ཚེ་ལས་ར། ཤ་གི་ན་ཚང་དྲན། ཨོ་ཡ།
མི་གི་ན་ཡིད་དྲན་ཨེ། ཨོ་ད་དེ་གི་དོན་དང་འདྲ་ཙོ་གི་ཕ་ཡི་ཚུལ་ལྷད་ནི་ད་དེ། ཁོང་ཚོ་འདི་འདྲ་ད་སློབ་སྦྱོང་བྱེད་འདི་གི་ད་ནི་ཕ་ཆེ་ལོ། ད་རོག་གི་ལོ་དྲུག་འདྲ་རེད་ཟེར། དེ་ལོ་གྲངས་འགོ་བཙུགས་ནས། ལོ་གྲངས་འགོ་བཙུགས་ནས་དེ་ལོ་དྲུག་འདྲ་རེད་ཟེར། དེ་དེ་ནས་ད་ཁོང་ཚོ་ད་ཚོ་དེ་རེད་ནས་ད། ད་ལྟ་སློབ་མ་ག་ཚད་ཡོད།
ད་ཚོ་སློབ་མ་ཉི་ཤུ་རྩ་ལྔ་རེད་ད་བཅུ་ཡོད་དེ། སྔོན་ད་སློབ་མ་སུམ་ཅུའི་ནང་བཅུ་ཡོད་རེད། སུམ་ཅུ་སོ་ལྔ་ཡོད་ལེ་རེད། ད་ད་དེའི་ནང་ནས་བར་ཆད་ཁྱིམ་ཚང་ཡང་ཆ་རྐྱེན་ཁག་པོ་སྡུག་ནི་འདྲ་འདྲ། དེ་ནས་ཁོང་ཚོས་དམའ་ས་ཕྱི་འདྲ་བྲིས་ན་དམའ་ས་ལག་མི་ཐོག་ནི་འགང། ཕྱི་འདྲ་རི་མོ་ཤི་རིའི་བཟོ་དགོས་ན་དམའ་ས་ལག་མི་ཐོག་འདུག།

ཁྱོད་ཀྱི་ཐང་ཀ་འདི་གི་ཆེ་ཆུང་འདྲ་པོ་དང་ནང་དོན་དེ་ངོ་སྤྲོད་ཅིག་གནང་ལ། ལགས་སོ། ལགས།
ད། ང་རང་ཉིད་འདྲ་ཟིག་ན་དང་པོ་ད་སློབ་སྦྱོང་བྱེད་ས་དེ། རྒྱུད་རྩོམ་ཁ་པ་ཆེན་པོ། ད་ཡིག་ཆ་ཆེན་པོ་བཞི་བོ་ནང་ནང་གསེས་ར་རྒྱུད་ཀྱི་ཆུ་སྐྱི་རྒྱལ་མཚན་གྱི་གསུང་ཆེན་པོ། སློབ་སྦྱོང་ཏག་ཏག་ཡིན་འདུག་ཟེར། དེ་ནས་རྗེས་ནས་རང་གི་ཕ་ས་ཕ་ཡུལ་ན་ཡོང་དུས་རང་ཉིད་ད་ཇོ་ནང་པའི་ས་ཁོངས་ནས་སྐྱེས་ནས་ཇོ་ནང་པ་གི་མངལ་སྡེ་ནས་སྐྱེས་ནུ་ཏི་མོ་ཟེར་དེ་ན་ད་ཇོ་ནང་པ་གི་བླ་རྒྱུད་ཡིན་ན་ཆོག་གི་ལོ་རྒྱུས་ཡིན་ན་ཆོག་གི་ལྟ་བ་ཡིན་ན་ཆོག་གི་དེ་ལ་ཡང་ལྷ་བཟོ་ཟི་དང་འཚམ་པའི་སློབ་སྦྱོང་ཟི་བྱེད་དགོས་ན་ཡང་རང་གི་རི་མོ་དང་མཉམ་དུ་སློབ་སྦྱོང་བྱས་ན་ཧ་ཅང་གི་ཡག་པོ་ཡོད་ས་རེད་བསམ་ནས་ད་བརྩམས་ཆོས་འདི་ཐོག་དང་པོ་བྲི་རྒྱུ་དམིགས་ཡུལ་དེ་དེ་ཡིན་ད་འདིའི་གསོལ་སྐུ་དེ་ད་ཀུན་མཁྱེན་དོལ་པོ་པ་ཤེས་རབ་རྒྱལ་མཚན་ང་ཚོ་ད་ཀུན་མཁྱེན་དོལ་པོ་བ་ཟེར་ཏེ་དོལ་པོ་པ་ཤེས་རབ་རྒྱལ་མཚན་དེ་རེད།

ད་དེ་ནས་ཡང་མར་ལོང་བལྟ་འོས་འདུག་བཟང་བསྟན་གོང་མ་ན་ཆོས་འཆད་འོག་མ་ན་མཆོད་རྟེན་ཆེན་པོ་བཞེངས་ཏེ། ད་མཆོད་རྟེན་འདི་འདི་རེད་ད་ང་ཚོ་སྐྱོ་སྣང་འབའ་ཡིན་ན་མཆོད་རྟེན་འདི་ཧ་ལས་པ་སྐྱོ་སྣང་མཐོང་གྲོལ་ཆེན་པོ་འདི་རྩ་ཆེན་པོ་རེད། ད་ཕྱག་དང་མཆོད་པ་བསྐོར་རབས་བྱིན་ཧ་ཅང་གི་རྩ་ཆེན་པོ་རེད། ལགས་སོ། དེ་ནས་འདི་གཡོན་ཕྱོགས་སར་བརྐོས་ཡོད་རྒྱུ་དེ་ད་ང་ཚོ་ཕ་ཡུལ་གྱི་འཛམ་ཐང་གི་རྣམ་པ་དེ་ཇི་མ་ཇི་བཞིན་དུ་བརྐོས་ཡོད་ནི་གཅིག་ན། རྩོད་སྦྱིན་གྱི་རི་མོ་གི་ཁྱད་ཆོས་ཡོད་ནོ་གཉིས་ན་ང་ཚོ་གི་མཐོང་གྲུབ་ཀྱི་རིག་པའང་རྗེ་ན་མཆོག་གི་དངོས་གཟུགས་ཀྱི་རྣམ་པ་དེ་ཡོད་ནི་དེ་མི་གཟུགས་ཀྱི་ཡོད་ནི་རེད། དེ་ནས་ད་ཡིག་ན་ཡོད་དང་ཡོད་ན་ཡོད་ནོ་དེ་གཉིས་ཀ་ཇོ་ནང་གི་ལོ་ཙཱ་བ་རྣམ་པ་གཉིས་ཟེར་རྒྱུ་ནི་ལོ་ཆེན་རྣམ་པ་གཉིས་གསུངས་རྒྱུ་ནི་དེ་རེད། ཁོང་རྣམ་པ་གཉིས་ཀ་འདི་ས་ཡོད་ནོ་དེ་ད་ང་ཚོ་ཇོ་ནང་གི་ཡང་ཕྱོགས་རྒྱལ་བ་ཟེར་རྒྱུ་ཁོང་གི། ནི་ཁོང་རེད། འདི་ས་ནི་འོད་ནོར་དུ་ཇོ་ནང་གི་སྐུ་ཐོག་དང་པོ་དང་ཇོ་ནང་གི། འདིའི་ལྷ་ས་གི་ཇོ་ཁང་ནང་ན་ཀུན་མཁྱེན་རིན་པོ་ཆེའི་སྐུ་ཚེ་བཞེངས་ཡོད་ནི། ཁྲི་གི་རྒྱབ་ཡོལ་དུ་སོ་དག་སོ་བཞིར་སྒང་ལུག་དག་ནི་དམ་མཁྱེན་ལུག་དག་ཏུ་སོ་གི། རི་མོག་གཞིར་བཟུང་བྱས་ནས་དེ་ནི་དབྱིབས་ཕྱོགས་ས་ན་དང་འབྲུག་གཉིས་བྲིས་ཡོད་ནི་གཅིག་ཏུ་ཚངས་པ་དང་གཅིག་ཏུ་རྒྱབ་ཆེན་གྱི་རྣམ་པར་བཀོད་ཡོད་ནི་དེ་གཅིག་གི་འཁོར་ལོ་བཟུང་ཡོད་ནི། ད་འཁོར་ལོ་འདིའི་མཚོན་དུ་འདྲ་ཟིན་ན་ད་ང་ཚོ་གི། ཕ་ལམ་ཡན་ལག་བརྒྱད་འདྲ་མཚོན་ནོ། དེ་ག་ད་ཅིག་ལྷ་དཔག་གསུམ་འདྲ་དེ་མ་མཚོན་ཀྱོ། འདི་ས་ཡོད་ནོ་སྟོང་གར་འདི་ད་ང་ཚོ་མ་འོངས་པ་ན་ཇོ་ནང་གི་གཏམ་པ་འདི་ཡིད་ནི་ཡིན་གྲང་དུ་དར་བ་དང་གཉིས་པ་ལ་སོགས་པའི་རྟེན་འབྲེལ་གྱི་མཚོན་བ་དེ་ཅི་ཡོད་རེད་དེ་ནི། འདི་ན་ཡོད་ཀྱོ་འདི་ད་ཇོ་ནང་གི་ཆོས་སྐྱོང་གི་གཙོ་སྤར་དང་ཀིར་གྱི་མགོན་པོ། དབྱི་ན་བྱ་ནག་ཡོད་ན་ཁྱི་ནག་འདི་ན་མི་ནག་རྒྱབ་ན་སྐྱེས་ཀྱི་སྟེང་ན་ནམ་མཁའ་ལྡང་ཟེར་ཀྱོ། ད་དེ་མོ་གི་འདི་ཡོད་ནི་རེད་དེ་ག་དེའི་ཁྱི་ད་ནི། ད་དངོས་གཟུགས་ཀྱི་རྣམ་པ་དེ་ཆོག་ཅིག་ཡང་རང་ཉིད་ཀྱི་དགའ་བྱེད་བ་བསྟན་ནས་བཞེད་དགོས་ནི་རེད། རང་ཉིད་ཀྱི་དགའ་བྱེད་བ་བསྟན་ནས་ཡང་བྲིས་ཡོད་ནི་རེད་ད་གི་ལ་ལ་ཞིག་རྩོད་རྒྱུ་ན་བསྟན་ནས་བྲིས་ཡོད་ནི་རེད་ད་ལྷར་སྐད་དུ་ཆོག་སྟེ། རྩོད་རྒྱུ་ན་བལྟས་ད་ཡང་དཔེ་བཤད་ད་ནི་མཚན་བཟང་སོགས་ནི་ད་དེ་མོ་ཚོས་བསྟན་ཐུབ་པ་དེ་དག་བསྟན་ནས་བསྟན་མི་ཐུབ་པ་དེ་དག་རང་གར་བཞག་ནི་དེ་མི་བཟི་རེད། བཟི་རེད་རེད་ཡག་མོ་རེད་ཡག་མོ་རེད་ང་ཚོ་ཀྱི་ལྟ་བྱེད་ནི་མ་རེད་ཨ་དགེ། ད་ལྟ་ས་ལུ་སྐྱིད་ཀྱི་ལྟ་བ་འདི་སྣང་བ་འགྲོ་མོ་ཀྱི་སྐྱེ་བོ་ན་ཡི་རེད། སི་ཁྲོན་ཞིང་ཆེན་གྱི་བཟོ་རྩལ་སློབ་དཔོན་ཆེན་མོ་དང་ཞིང་ཆེན་རིམ་པའི་ཐང་ག་ལག་ཤེས་རྒྱུན་འཛིན་པ་ལྷ་བཟོ་འབྲོག་འདྲེ་ལགས་ནི་སྐུ་ན་ཆུང་དུས་ནས་ཐང་ག་སྒྱུ་རྩལ་ལ་དགའ་པོ་དང་གསོ་རྒྱུའི་རིག་གནས་ལ་བག་ཆགས་ཟབ་མོ་བཞག་དེང་མཚུངས་འཛམ་ཐང་རྫོང་དུ་ཐང་ག་སྒྱུ་གཞུང་སྐོར་བཙུགས་ནས་སློབ་མར་གསོ་སྐྱོང་གནང་བཞིན་ཡོད། ཞོགས་པ་ནོར་བུ་ནི་ཁོང་གི་སློབ་མ་གཙོ་བོའི་གྲས་ཤིག་ཡིན་ལ། ཡིད་གཟུགས་དང་ལྷ་རིས་གང་ཐད་ནས་གྲུབ་འབྲས་གཟེངས་སུ་མཐོན་པ་ཐོབ་ཡོད། དེ་རིང་བྱོན་པའི་ཁ་བརྡ་ལེན་ཚེ་ཆེད་དུ་སི་ཁྲོན་ཞིང་ཆེན་རྔ་བ་ཁུལ་འཛམ་ཐང་རྫོང་སྒྲོག་འགྲེལ་ཇོ་ནང་ཐང་ཁ་རྒྱུད་གཞུང་ཁང་དུ་སོང་ནས་ཁོང་དགེ་སློབ་གཉིས་དང་མཉམ་དུ་ཁ་བརྡ་བྱེད་བཞིན་ཡོད་པས་ཁྱེད་ཀྱིས་མུ་མཐུད་དེ་གསན་གཟིགས་གནང་བར་དགའ་བསུ་ཞུ། ཆེ་མཐོང་ངེས་འབྱེད་ཀྱི་བྱུང་ལུང་ཐང་ཁ་བྱང་ལུང་ཐང་ཁ་ཟེར་དེ་གི་ལོ་རྒྱུས་འདྲ་དང་ཆབས་ཅིག་ན་གཙོ་བོ་འདྲ་ག་འདི་ཡི་རུ་སྐད་ལ། ད་བྱང་ལུང་ཐང་ཁ་དེ་ཆུ་ཟེར་དགོ་ནི་རེད་བ་ད་སྐམ་འདྲ་ཟིན་ཚུག་གི་བྱང་ལུང་ཐང་ཁ་འདི། ངོ་མ་བཤད་ཚུག་གི་གནའ་ཟིན་ཚུག་གི་དུས་དུས་ཡིན་རུང་ང་གཅིག་ཡོད་མམ་མྱོང་ནི་འདྲ་ཟེར་ལོ་རྒྱུས་རེད་ལགས་སོ། ད་ལོ་རྒྱུས་གི་ད་ཡིག་ཆ་ནི་ང་སྟོང་ཟེར་གྱི་དེ་བྱང་ལུང་གི་ཐང་ཁ་ལོ་རྒྱུས་དུས་ཡུན་རིང་པོ་གཅིག་རེད། དུ་དང་པོ་ཆུ་ཟེར་རེད་ཟིན་ཚུག་གི་ད་བྱང་ལུང་ལྕོག་ནག་གི་ཐང་ཁ་གི་ལིག་འདི་ཕྱི་ཟེར་རེབ་ཟིན་ན་ཐོག་དང་བོའི་འཛུགས་ཀི་ལྕོག་ནག་ཏཱ་ར་ནཱ་ཏཱ་ཁོང་རིགས་དགོན་པའི་ནང་བཞུགས་ཀི་སྐབས་སུ་འཛུགས་ཀི་དུས་བསྟན་བཞེངས་ཀི་དཀའ་བའི་འཛུགས་ཀི་ཁོང་རིགས་ཀི་དགེ་རྒན་མང་པོ་བསྟེན་ནས་འདི་གི་ད་ནཱ་ཏར་མན་ལིག་མཁན་ལིག། དེ་ནས་བར་ལིག་ལ་སོགས་པའི་ད་དི་ཏིར་དུས་སྐོར་གི་འཛུགས་ཀི་ཁོང་རིགས་ཀི་གཞི་འཇིགས་ལིག་ཁོང་རིགས་ཀི་གཅིག་གི་དེ་ཉམས་མྱོང་ཀི་སྒོ་ནས་མི་ལྔ་ཟི་ཁོང་རིགས་ཀི་གསར་རྩོམ་ད་དི་མ་མར་གི་བའི་ཁོང་རིགས་ཀི་ཕྱག་བྲིས་ཡ་མཚན་དི་ནས་དགོན་པའི་ནང་གཡོ་མྱོང་སིན། གཅིག་ན་ཁོང་རིགས་ཀྱི་ཕྱིར་རྫས་ཙི་ཀི་ཅང་ནང་ཏཱ་ར་ནཱ་ཐ་དང་གཞུང་ལུགས་ཨམ་ཁིར་པ། དེ་མ་ཡིན་པའི་ཏི་ཀེ་ཁིར་གི་ལྷོ་བརྒྱུད་ཨམ་ཁིར་པ་དག་རིགས་པས་གནས་ལྔ་ལ་བྱང་ཆུབ་བོ་འདུལ་བ་ནི་དེ་མིར་སྐྱེ་བ་དམ་པ་ཟིན། དོན་གྱིས་ན་ཀ་ཐོག་སི་ཏི་རིན་པོ་ཆེ་ཟེར་སྐྱེས་དུ་ཁོང་རིགས་དབུས་གཙང་ཨ་བྱོན་གྱི་སྐབས་སུ་ཡིན་ཙི་ཀི་ཀྱི་ཅོ་ནང་རྟགས་བཀྲམ་དགོས་ན་ཁོང་རིགས་འཇགས་ནས་སོང་ཟིན་འཇགས་ནས་སོང་གྱིས་ཏེ། ཀ་ཐོག་སི་ཏཱ་རིན་པོ་ཆེ་ཁོང་གིས་འཛུགས་ཀྱི་ཅོ་ནང་ཏཱ་ར་ནཱ་ཐ་ཁོང་གི་སྲོལ་རྒྱུན་གྱི་ཁོང་གི་རི་མོ་བརྩམས་ནས་བརྩམས་ཆོས་ཀྱི་དེ་ཐང་ཁ་ཏུ་ཁོང་གཟུགས་ཀྱི་དངོས་སུ་ཀ་ཐོག་སི་ཏཱ་རིན་པོ་ཆེ་ཁོང་རིགས་ཀྱི་འཇམ་མྱོང་ཟིན། འོ་དེ་མ་ཡིན་པའི་དེ་ནས་ཀིམ་མཁྱེན་འདི་འཇགས་དབང་ཀིམ་མཁྱེན་རིན་པོ་ཆེ་གི་སྐབས་སུ་ཡིན་ཙི་ཀི་དེ་ནས་ཁོང་རིགས་ཀྱི་སློབ་མ་ཟི་ག་འདི་ཟི་ཡོད་ཙི། སྤྲུལ་སྐུ་བློ་བཟང་རྒྱ་མཚོ།

ཁྱེད་ཀྱིས་ནམ་ཡིན་ན། ཁྱེད་ཀྱི་ཁྱད་ཞུགས་ལྡན་པའི་གསུང་གི་འཛུགས་སྐུ། ད་ལྟའི་གི་ཐིག་གསའ། ཐིག་གསའ་ལ་སོགས་ད་ལྟ་ཡོད་ཀྱི་བུ་འདི་རེད་དེ་ཁོང་རིགས་ཀྱི་དུས་ཐིག་གསའ་ཐོག་གསའ་རུ་གོ་གི་བཟོས་འདུག་གི་ད་ནི་ལྷ་བཟོ་རྙང་རྙང་གི་ཁོང་ང་ཡར་རྒྱུ་བཅས་འདུག་གི་ད་ནི་དུ་ཁོང་རིགས་ཀྱི་དུས་ཐིག་གསའ་དུ་ཡོད་ཀྱི་བུ་དུ་རེད། དུ་རེད་དུ། རྒྱལ་བའི་སྐུ་གཟུགས་ཀྱི་ཆ་ཚད་བསྟན་པ་བདེ་སྐྱིད་འབྱུང་གནས་ཞེས་བྱ་བ་བཞུགས་སོ།

དེ་མི་ལྔ་ཟེར་དེ་མ་ར་ཡང་ལོ་རྒྱུས་གཅིག་གི་མི་ལྔ་བཤད་རྒྱོ། དེ་རེད་དེ་རེད། དེ་ང་ཆ་ཀན་ན་ཏན་དེ་འདྲ་བཞག་རྒྱུ་གང་མ་ཟེར་ངའི་ལོ་ལྔ་དྲུག་ཟེར་ག་འདི་མི་གསོ་སྐྱོང་ཡོད་དེ་གསོ་སྐྱོང་ཡོད་སྐད་གི་དོན་དག་ཆི་ཟེར་རེད་གཅིག་ན་རང་དག་གི་ད་གཟུགས་མེད་རིག་ནས་ཤི་བཞག་གི་འདི་ཁིར་ཆག་གི་ཧ་ར་དེ་ཏི་ཤ་ཀའི་ལག་བཞག་རྒྱུ་དེ་དག་གཅིག་རེད་གཉིས་ན་མ་འོངས་པ་འདི་ཤ་ཀའི་དོན་དག་ཆི་ཟོ་གི་གསོ་ངོ་མ།

དུ་མི་ནུས་ཁྱོད་ལག་རྩལ་ཆེ་བར་གང་བར་གྱུར་ཅིག་ཡོན་མདངས་ཆུ་གཉིས་ཀ་ཧར་སེ་ར། སེམས་མཐུན་ནི་ཟི་ལི་ན་དེ་ཁྱོད་དགེ་བ་ཡོད་དེ་ནས་ཚོགས་སོགས་དེ་བས་རྒྱུད་ལོན། དེ་ན་བཀག་གསུམ་གྱི་སྟེང་ནས་ནི་ཁྱད་ཞུ་དེ་ཁོང་གོག་གསུམ་མྱོང། དེ་གི་སྟེང་དུ་ཆ་གས་ནི་ཁྱི་ཤ་ཀི་ནི་ཤི་རིག་ཅིག་མཁའ་འགྲོ་ལོ་བརྒྱ། ཉི་ཚེ་དེ་ད་ང་ཤ་ཀི་ཀིར་ཁ་ལ་ཟ་མ་ཟ་ཀྱི་གསོ་བོ་དེ་རེག་གསོ་བོར་རྒྱུད་འཛིན་འདྲེ་དང་གསོ་བོ་འཚོ་བ་རོལ་སྐྱེ་དང། རེད་རེད་རེད།

ཀྱི་ཐང་ག་རང་གི་འབྲི་རྒྱུ་གི་ཉམས་མྱོང་གི་ཐད་ནས་རྒྱུན་འཛིན་དང་གསར་རྩོམ་གཉིས་དེ་གི་ཚེ་ག་འདྲ་ན་གཞི་བཟུང་ན་ཡག་པོ་ཡོད་སར་བསམ་གྱི་གི་དེ་ནས་བསམ་བློ་ཡོད། ལགས་སོ་ལ།
ད་ང་ཚོ། ལྷ་བཟོ་མང་བོ་ཟིག་གི་ད་གསར་གཏོད་ད་ནུབ་ཕྱོགས་གི་རི་མོ་ད་ཧ་ཅང་གི་ཤིག་དྲག་པོ་སེ་ར་བླངས་ནས་ད་ཁོང་གི་གསར་རྩོམ་ཡིན་ཟེ་བཤད་གི་ཡོད་ནི་རེད་ལ་ལ་ཟིག་གི་དི་མི་ཅོ་མཐའ་གཅིག་དི་ད་སྩོལ་རྒྱུན་གི་རི་མོ་སྔོན་ཆད་གི་བྲིས་པ་ནང་ལྟར་དི་བྲི་དགོས་མ་གཏོགས་དེ་མི་ཆོག་གསུང་གི་ཡོད་རེད། ད་ང་ཚོ་ཡིན་ན་དེའི་བར་ན་འགྲོ་རྒྱུ་དེ་གལ་ཆེན་པོ་རེད་བསམ་ང་འདྲ་ཟིག་ཡིན་ན་ང་རང་ཉིད་འདྲ་ཟིག་ཡིན་ན་དེའི་བར་ན་འགྲོ་ན་ང་ཚོ་གི་ད་བོད་གངས་ཅན་དུ་དབུ་མ་པ་ཟེར་རྒྱུ་ཧ་ཅང་གི་དགའ་བོ་ཡོད་རེད་དེ་ནས་དེའི་བར་དེ་ལ་འགྲོ་ད་སྲོལ་རྒྱུན་དང་ཤུགས་ཆེན་པོ་མི་འགལ་བ། དེ་ནས་དངོས་བྱུང་གི་རི་མོ་དངོས་ལུགས་རིག་པ་དེ་དང་མི་འགལ་བ། དེ་གཉིས་ཀྱི་བར་ན་འགྲོ་ཐུབ་པ་ཡིན་ན། གཅིག་ན་གཙོ་རྒྱུན་གྱི་རི་མོ་ལ་སྒབ་མཁན་དག་གིས་རྗེས་སུ་ཡི་རང་ཐོབ་པ། གཉིས་ནི་གསར་རྩོམ་གྱི་རི་མོ་ལ་སྒབ་མཁན་དག་གིས་ཡང་སྡང་ཞོག་བྱེད་པ་དེ་མི་བཟོད་ལོག་རྒྱུ་ཁ་གསལ་མོ་རེད། རེད་རེད་རེད་ངོ་མ་རེད།
གཙོ་རྒྱུན་གྱི་རྩ་བ་མ་བསྟན་ན་དེང་རབས་ཀྱི་ལོ་འདབ་རྒྱས་གི་མི་འདུག་ཨ། ལགས་སོ། ཡང་དེང་རབས་ཀྱི་ལོ་འདབ་རྒྱས་ས་དེ་ཡང་གཙོ་རྒྱུན་གྱི་རྩ་བ་ཞིག

ད་འདི་ནས་རང་གི་འདི་འགྱོགས་སོང་ཁ་ཚང་རང་གི་ཧུད་དགོ་གི་རེད་རེད་རེད་དེ་ཐང་ནས་ཡང་ཀ་ཀ་སྤྲང་མོ་འདུག་རེད་རེད་རེད་རེད་རེད།
ངི་ན་འདྲ་ཟིན་ད་ཐང་ཁ་ཡང་ཚོང་ལས་གི་ཕྱོགས་གི་ཐང་ཁ་ཚོང་ཡག་མོ་ཡོད་ནི་རེད་ཨང་ཨང། ད་སྐབས་འདྲ་ཟིན་ན་ཐང་ཁ་ཚོང་ལས་མེད་གི་ད་ས་གི་ང་ཡིན་ན་དེ་རེད་དེ་རེད་དེ་རེད་དེ། མདོ་དབུས་ཁམས་གསུམ་གི་ལྷ་བཟོ་ཆ་གན་ན་ཐང་ཁ་གི་ཕྱོགས་གི་ཚོང་མི་ང་མེད་གི་ཨང་ཨང། དེ་དེ་ཕྱོགས་ཀྱི་ངི་ཤ་གི་ཐང་ཁ་གི་ཚོང་ལས་ལས་འདི་ཤ་གི་ཁག་གསོ་དགོ་གི་རེད་རེད་རེད་རེད། འོག་ཞིག་ན་དེ་རེད་དེ་ད་ང་འདྲ་ཟིན་ན་ངི་ཤ་གི་ད་ང་ཐང་ཁ་ཅང་བཙོང་མ་མྱོང་ཨང་ད་རང་ཨང། བཙོང་སྐྱད་གི་ད་རང་སོ་མ་ངི་ཤ་གི་ཐང་ཁ་ཐབས་བྱས་ནས་འཇོག་གི་མི་ར་ལ་དེ་མི་ཅང་བཙོང་གི་ཡོད་ནི་མ་རེད་ད་རང་གི་འདི་ནས་ཡང་ལྷ་བཟོ་མ་ཡིག་བརྡ་འགྲིན་ལས་འདི་གི་ད་ནི་ལྷ་བཟོ་ཐང་ཁ་བྲིས་འདི་གི་ད་ནི་ད་བྱས་བཟོ་རྒྱ་ནག་ད་ཏི་སྐོར་ར་འགྱོས་འདི་གི་ད་ནི་ཚོང་ལས་ལས་ད་འདི་བྱ་གི་ཁག་སོར་སྐྱད་དགོ་དེ་མི་བཟད་དགོ་གི་ད་ཏི་གི་རང་བདག་གི་ཁྱིམ་ཚང་འདྲ་ཟེར་ན་ད་ཁྱོད་འདི་བསི་བས་ཁྱིར་གི་ཁྱིར་གི་རྡུག་གི་ད་ཁྱིར་གི་ཁྱིར་གི་སྐབས་བཞིར་ཟེར་ད་ང་དི་མི་ང་ཟེར་གི་དུ་ཁྱོད་ཁྱིམ་ཚང་ཁ་མི་བསུ་ནི་ཁྱོད་སྡེ་བ་ཁ་བསུ་ནི་ཟེར་གི་ད་དི་འདྲ་བྱ་ནི

དེ་མ་ཡིན་པའི་ཁྱེར་བྱ་ཀ་འདི་ནི་ལྷོར་བཀྲུས་ན་ནི་མཐར་ཕྱིན་ནི་འགྱོ་ན་ཁྱེར་བྱ་ཀའི་དེ་རང་དབང་རེད་ཁྱེར་བྱ་ཀ་གང་ཡང་འགྱོ་ན། ད་གེ་འབྲོང་འབྲེག་གི་ལྷོ་བུ་དགེ་རྒན་བཤད་དགོས་ནི་རེད་མགོ་ཁྲིད་བཤད་དགོས་ནི་རེད་ཡ་རྒྱུས་མ་རྒྱུས་བཤད་གི་རེད་ཡང་སེམས་མར་པ་ཐང་ཁ་ལ་མང་པོ་བྲི་བཞིན་ཡོད་རྒྱུ་ར་ཡིན་ཁྱེད་རང་སྔོན་མ་ད་ཐང་ཁ་གི་ཁྱད་ཆོས་ཡོང་གི་ཅི་འདྲ་ཅི་འདྲ་བྲི་མྱོང།

ང་ངའི་གྲོགས་པ་ཆགས་ཅིག་ལ་ཏི་འདྲ་སྤྲིབ་མྱོང། ང་རང་གི་ཁྱོ་བཀྲི་དགོས་ཟེར་ནི་རེད་མོད་ཁྱོས་ང་བཀྲི་ཟེར་ས་ར་ཙང་ནི་མ་རེད། ངའི་ཐང་ཁ་བཀྲི་ཤིས་ཁྱོ་ས་ཡང་ངའི་ཐང་ཁ་བཀྲི་ཟིས་ཏི་འདྲ་ངའི་ཁྱིམ་ཚང་གསུམ་ལ་བཀྲི་མྱོང།
དེ་རང་ངའི་དེའི་ཐང་ཁ་ནག་གི་བཀྲི་རྒྱུ་དེ་ངའི་འདི་ནི་ཁི་རང་བསམ་ད་དེ་རང་ལོན་མ་ཐེ་ལ། དེ་རྗེས་ངའི། ད་ཐིག་ས་གསུམ་དུ་རྒྱུ་ངོ་ལ་མེད་པའི་རྒྱབ་ཀུན་ན་བཟའ་དཀོན་ལུས་དག་གསེབ་རིའི་སྟབས་ཅན་འཐེན་ལུགས་མ་སངས་རྒྱང་ནི་མ་རེད། རེད་རེད་རེད། ད་ལྟའི
མཚམས་མཚམས་རང་གི་ལག་ས་ཏག་ཏག་གི་ཆུང་སྐྱིད་ནས་ད་སྔ་རི་མོར་དགའ་བཞིན་ཡོད་པའི་ཆ་ནས་ད་ལྟ་གི་ངའི་ལྟས་མི་རབས་གྲུབ་མྱོང་ཟེར་ཆུང་སྐྱིད་དེ་དེའི་བཟའ་ནི་ཨ་ཏི་གི་དར་གེར་ག་མང་པོ་དང་མཉམ་འདྲེས་བྱས་ཏེ་ད་ལྟ་ལྷོ་བས་འདི་གི་ལྟ་ན་ཡང་ན་བཟའ་དཀོན་ལུགས་དག་རི་མོ་དེར་བཟའ་ནས་རྒྱང་ན་ཐོག་དང་བོ་ངའི་ལྟས་མིར་རྒྱང་མ་མྱོང་ཟེར།

ད་ཕར་ཆེར་འདྲ་ལ་ལ་མཐའ་རྙེད་དཀའ། ད་འགྲུབ་རྒྱུ་ཕར་ཆེར་ཟླ་བ་གཅིག། དེ་མི་འགྲུབ་མི་ན་དགོད་ས་མེད་རེད་དེ་མི་ཟིག་རེད། ང་འཛམ་མཐོང་ལ་སླེབས་ཏེ་འདི་ནས་འཚོ་སྣང་བྱས། འདི་ནས་ལུང་པར་ཆས་པ་དང་འཛམ་མཐོང་སྟོད་སྨད་པར་ཙམ་ཡར་འགྲོ་དུས་ཚང་མ་གི་ད་ལོ་ཆུང་ཆུང་ཚོ་མ་གི། ལག་ཤེས་པ་མང་པོ་འདུག། ནགས་སོ་ལ། ང་མ་གོ་ཚོ་གི་ད་ང་ཚོ་མ་གཏོགས་དེ་རིང་སོ་གཉིས་ཤིང་བཙུགས་ནོ་ལ